ཚང་མ་ལ་སྐུ་ཁམས་བཟང་ཞུ་གི་ཡོད། ད་རིང་སླར་ཡང་ཨ་ནེ་འཛིན་གྲྭ་བཅུ་པའི་གི་སློབ་ཚན་བཤེས་སྤྲིང་ནས་ཨ་ནེ་ཐར་པ་དག་ལ་རག་ལས་ལས་འདི་འདུག་བྱས་ནས་ཨ་ནེ་བགྲེས་ཤིང་རྒྱ་ཡིན་ཨ་ནེ་ཡེ་འདི་ཚིགས་སུ་བཅད་པ་འདི་མ་འདུག་བྱས་ནས་བློ་བགྲ་བྱས་ན་ཐར་པ་དག་ལ་རག་ལས་འདི་ལ་ནི་གཞན་གི་གྲོགས་ཀྱིར་ཅི་ཡང། མ་མཆིས་པས། ཐོས་དང་ཚུལ་ཁྲིམས་བསམ་གཏན་ལྡན་པ་ཡི། བདེན་པ་རྣམ་པར་བཞི་ལ་འབད་པར་མཛོད། དུ་གསུང་བར། ད་ཐར་པ་ལ་ཡོད་དེ། ད་ཐར་པ་ལ་འདུག་ག་ནས་ཨ་ནི། དམིགས་ཡུལ་དུ་མ་སོང་ན་རྒྱ་ཆེན་པོའི་སྐད་ཆ་རེད། ཨ་ནི། ད་ཆུང་བཙག་ཡིག་རྩལ་གྱི་རྒྱུགས་འཕྲོ་དགོས་ཀྱི་ཡོད་ན་རེད། ཨ་ནི་འདི་ལས་ལྟོས་ཆེ་གི་སོ་སོ་ཕ་མེས་ཀྱི་འདོད་དོན་སྒྲུབ་དགོས་ཀྱི་ཡོད་ན་རེད། དགེ་རྒན་གྱི་འདོད་དོན་སྒྲུབ་དགོས་ཀྱི་ཡོད་ན་རེད། གོང་ས་མཆོག་གི་འདོད་དོན་སྒྲུབ་དགོས་ཀྱི་ཡོད་ན་རེད། ཨ་ནི། ལྷག་བོད་དང། བོད་དང་སྤྱིར་འཛམ་གླིང་ཡོངས་ཀྱི་ཆེ་བསྟོད་ཀྱི་ལས་དོན་ཅིག་སྒྲུབ་དགོས་ཀྱི་ཡོད་ན་རེད། འདི་ནས་སེམས་ཅན་ཐམས་ཅད་ཀྱི་དོན་དུ་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་སྒྲུབ་དགོས་ཀྱི་ཡོད་ན་རེད། གང་དག་ཡིན་རང་ཉིད་རང་གི་དོན་ཅི་ཡིན་ན་རེད་གཞན་གྱི་དོན་ཅི་ཡིན་ན་རེད་ཐམས་ཅད་རང་ཉིད་ལ་རག་ལས་ཀྱི་རེད། ཐར་པ་བདག་ལ་རག་ལས་འདི་ལ་ནི་ད་གང་དག་ཡིན་སྲིད་པ་ཁམས་གསུམ་འཁོར་བ་འདི་གི་ནང་ལོགས་ནས་ལས་དང་ཉོན་མོངས་ཀྱི་འཆིང་བ་ལས་གྲོལ་དགོས་ཀྱི་ཡོད་ན་ཐར་པ་ཞིག་ཐོབ་དགོས་ཀྱི་ཡོད་ན། གང་བདག་གཉིས་རང་ཡིད་རག་ལེགས་རེད། གཞན་གྱིས་གྲོགས་རོགས་པ་བྱེད་ཡ་གལ་གོ་གཞོན་མ་རེད་གསུང་བ་ལྟར་ཐ་མ་ཐ་མ་ཐུག་ས་དེ་རང་ཉིད་ལ་ཐུག་གི་རེད། གཞན་གྱི་གྲོགས་གིས་ཅི་ཡང་མ་བྱས་པས་གཞན་པ་གི་གྲོགས་པོ་བྱེད་རོགས་པ་བྱེད་ཁག་གོ་གཞོན་མ་རེད། ད་འདི་ལྟ་བུ་ཐར་པ་ཐོབ་པ་བྱེད་པ་ལ་གཙོ་བོ་འདི། ཐོས་པ། ཚུལ་ཁྲིམས། བསམ་གཏན། ལ་སོགས་པ། ཨ་ནི་སྦྱིན་པ་ལ་སོགས་པ། དག་སྣང་ཞེས་ཨ་ནི་བརྩོན་འགྲུས་དང། དག་སྣང་ཞེས་ཨ་ནི་ཤེས་རབ་དང། ལ་སོགས་པའི་གི་འདི་གའི་ཚང་མ་ལ་ནི། ཨན་དག་ན་ཞིག་བདེན་པ་བདེན་པ་རྣམ་པ་བཞི། སྡུག་བསྔལ་སྡུག་བསྔལ་ར་འཕྲོད་པ། ཨ་ནི། སྡུག་བསྔལ་འདི་ལྟ་བུ་བྱུང་ས་གི་ཀུན་ཀུན་འབྱུང་འདི་གའི་ར་འཕྲོད་པ། དག་ན་ཞིག་དེ་ལས་ཐར་པའི་གི་ཐར་པ་ཅིག་ཡོད་པ་ར་འཕྲོད་པ། ཨན་འདི་ལྟ་བུའི་ཐར་པ་དེ་ལ་འགྲོ་ས་གི་ལམ་ཅིག་ཡོད་པ་ཡ་ར་འཐོད་པ་ར་འཕྲོད་པ། སྡུག་བསྔལ་བདེན་པ་ཀུན་འབྱུང་བདེན་པ། ཨ་ནི། འགོག་པ་བདེན་པ་ལམ་བདེན་པ་འདི་གའི་རྣམ་པ་བཞི་ལ་སོགས་པའི་གི་ཨ་འདི་གལ་འབད་བརྩོན་བྱས་སོང་ན་ཨ་ནི་ཐར་པ་ཐོབ་གི་རེད་ད་ཅེས་སྡུག་བྱས་ནས་ཨ་ནི་མདོར་བསྡུས་ཀྱི་ཆ་དེ་འདུག་རེད་ད། ངས་ཁྱེད་རང་ཚོ་ལ་ག་རེ་ཞུ་ཡི་ཡིན་ལགས་སོ་ན་སློབ་མ་ཁྱེད་རང་ཚོ་ལ། ད་དཔེར་ན་ཆ་ཤས་བ་འདྲ་བྱས་ཡོད་ན། རང་ཉིད་ཀྱི་འདོད་དོན་ཆུད་འཇུག་ཅིག་སྒྲུབ་དགོས་ཀྱི་ཡོད་ན་སོ་སོ་གིས་འབད་བརྩོན་བྱེད་དགོས་དགོས་ཏེ། ད་ན་ཞིག་གཞན་པ་གི་འདོད་དོན་ཆུང་པོ་ཅིག་སྒྲུབ་དགོས་ཀྱི་ཡོད་ན་ད་འབད་བརྩོན་བྱེད་དགོས་ད་གོ། ད་གཙོ་བོ་དེ་ག་བ་ལ་རག་ལས་ཀྱི་རེད་ལགས་སོ་ན་སོ་སོ་གི་དམིགས་ཡུལ་བཅངས་སྟངས་དེ་ལ་དམིགས་བྱ།

བོད་བོད་བོད་མི་གི་ཆེད་དུ་ད་བོད་ང་རང་ཚུག་སྤྱི་ཚོགས་དང་བོད་མི་གི་ཆེད་དུ་དེ་ལས་རྒྱ་ཆེ་བ་དེ་ཨ་ནི་འཛམ་གླིང་སྤྱི་ཡོངས་དང་ཨ་ནི་གོང་ས་མཆོག་བཀའ་དགོངས་འགྲུབ་པའི་དང་ཨ་ནི་ད་རང་བཞིན་གི་ད་ཐ་མ་ཐ་མ་དེ་ལ་སེམས་ཅན་ཐམས་ཅད་ཀྱི་ཆེད་དུ་ཨ་ནི་ངེད་ཀྱི་སློབ་སྦྱོང་བྱས་དེ་ཚང་མ་སེམས་ཅན་ཐམས་ཅད་ཀྱི་ཆེད་དུ་ཨ་ནི་ངས་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་པའི་རང་གི་དོན་དུ་ཨ་ནི་ངེད་ཀྱི་སློབ་སྦྱོང་འདི་བྱེད་ཀྱི་ཡོད་བསམ་བསམ་བྱས་ན་བྱས་དག་རང་ཡིན་ནས་དམིགས་བྱ་འདི་ལ་བལྟས་བྱས་བྱས་འབྲས་བུ་ཐོབ་ཐང་འབད་ཁོ་ར་ལོག་ག་ཡ་རེད།

དེ་ཡི་རྗེས་ལ་ཐ་མ་དེ་རྒྱ་མཚོ། ད་ཐེག་པའི་གླིང་བོ་དག་རང་རེད་ད། ཡང་ན་བློ་གསལ་བའི་ཡུལ་འདི། དམིགས་བྱ་འདི་ལོ་ག་ཡིན་པ་སོང་ཙང་དེ་ལ་ལྟ་བའི་འབྲས་བུ་ཡིན་དགོས་རེད་ཐ་མ་ཁྱེད་རང་གི་ཐེག་པ་གཅིག་གི་ནི་ཆོས་འདི་རྒྱ་མཚོ་ནང་བླུགས་སོང་ན་རྒྱ་མཚོ་མ་རྫོགས་བར་དུ་ཁྱེད་རང་ཐེག་པ་གཅིག་དེ་རྫོགས་སོང་གསུང་ཡ་ཡོད་མ་རེད་བ། འོ་དེ་ཡིན་པ་སོང་ཙང་དེ་ཡིན་པ་སོང་ཙང་དེ་ལ་ལྟོས་བྱེད་བྱ་ནི་ཐ་མ་ཐ་མ་རག་ལས་ས་དེ་སོ་སོ་ལ་རག་ལས་ཀྱི་རེད་དེ་ཡིན་འདུག་བ་ནི་ཐོས་པ་དང་ཚུལ་ཁྲིམས་དང་བསམ་གཏན་དང་འདི་གས་ལ་འབད་བརྩོན་བྱེད་དགོས་རེད་ཐོས་པ་ལགས་སོང་ན། ང་རང་ཚོ་དགེ་དབང་པོ་ལྔ་གི་དོན་ལྔ་ལ་དཔྱོད་བྱེད་ཆེ་སར་འདུག་ཨ་ནི་ལེགས་བཤད་ཅིག་ས་སེམས་ནང་ལ་སྐྱེ་ཡོང་ན་ཚང་མ་ཐོས་པ་རེད་ཡིན་ཨ་ད་ཡིན་ནས་གཙོ་ཆེ་ཤོས་དེ་འདི་གི་ནང་ལོར་སྒྲ་གི་ཐོག་ནས་སྨྱན་སྦྱོར་གི་ཐོག་ནས་ཨ་ནི་ཐོས་པ་ཅིག་གསར་བ་ཅིག་ཨ་སར་འདུག་ཨ་ནི་ཐོས་པ་ཅིག་བྱུང་སོང་ན་ཨ་ནི་དེ་ཐོས་པ་རེད་ད་བོན་ཆེན་གྱི་སྐྱེས་རབས་ཀྱི་ནང་ལོར་བྱུང་བ་རེད་ཐོས་པ་གཏི་མུག་མུན་སེལ་སྒྲོན་མེ་ཡིན། རྐུན་པོ་ལ་སོགས་མི་མཁས་ནོར་གྱི་མཆོག། ཀུན་ཏུ་དབང་པོའི་དགྲ་བཅོམ་མཚོན་ཆ་ཡིན། ཐབས་ཚུལ་མན་ངག་བསྟན་པའི་གྲོགས་ཀྱི་མཆོག། ཕོངས་པར་གྱུར་ཀྱང་མི་འགྱུར་མཛའ་བོ་ཡིན། དཔོད་པ་མེད་པར་མྱ་ངན་མེད་ཀྱི་སྨན། ཉེས་པ་དཔུང་འཇོམས་དཔུང་གི་མཆོག་ཀྱང་ཡིན། བྲག་དང་དཔལ་དང་གཏེར་གྱི་མཆོག་ཀྱང་ཡིན། དུ་གསུང་བ་ལྟར་ཐོད་པ་དེ་འདི་སྐབས་རྩ་ཆེན་པོ་རེད། དང་པོ་ཐོད་པའི་གྱི་སྒྲོན་མེ་དེ་མ་སྦར་བ་འདྲ་བྱས་ན། ཨ་འདི་འོག་གི་ནི། ཉོན་མོངས་ཀྱི་ཆ་ཐམས་ཅད་སྤང་བའི་རྟགས། རྣམ་བྱང་གི་ཆ་ཐམས་ཅད་སྒྲུབ་པའི་ལ་སོགས་པ་ཐམས་ཅད་ལྟ། ཡོན་ཡོད་པར་ལྟ།

དོན་མ་གྲུབ་པ་ག་འདྲས་ཀྱིས་བྱུང་བར་ཐམས་ཅད་ཡག་པ་བསམ་བློ་བཏང་སོང་ན་སོ་སོ་རང་གིས་མ་འཇོན་པར་ད་སོ་སོ་རང་གི་སློབ་མ་ཁྱང་ཙོ་ཡིན་སོང་ནས་སློབ་སྦྱོང་ལྟས་གཞན་པ་འགྲོ་ཆགས་བསྡད་ཀྱོག་བསམ་བློའི་ལྟས་ངན་པ་འགྲོ་འཁོར་བསྡད་ཀྱོག་ཐམས་ཅད་སོ་སོ་རང་གིས་ཨ་ནི་ཐ་མ་ཐ་མ་ཐར་དུ་ཐུག་ཡོང་འདུག་ཨ་ནི་སོ་སོ་རང་གིས་ལས་དང་བག་ཆགས་དབང་བཙན་པ་ཡིན་སྲིད་ཀྱི་རེད་གང་ལྟར་ཨ་ནི་སྐྱེ་བ་འདི་གི་ནང་ལོགས་ལ་སོ་སོ་ཡིས་མ་འཇོན་པ་ཡིན་སྲིད་ཀྱི་རེད་མདོར་བསྡུ་བ་འདྲ་ཅིག་ཡིན་ན་སོ་སོ་ལ་རག་ལས་ཀྱི་རེད་ཏུ་གསུང་བ་རེད་ད་དེ་ཡིན་འདུག་ག་ནས་ཨ་ནི་སོ་སོ་ག་ལས་རྒྱབ་དགོས་ཀྱི་རེད་ད།